དེ་ནི་སྤྱིར་བཏང་གི་ད་ཆོས་ཟེར་མཁན་དེ་དཔེ་མི་སྲིད་ཀྱི་ཨ་ནི་རྒྱ་ཆེན་པོ་ཟབ་པོ་ཨ་དེ་ནི་ཅིག་གིས་ཤེས་ན་ཡང་ཡང་ཆོག་ཅི་ནས་ཡང་སྟབས་བདེའུ་དང་ལས་སླའུ་ཅིག་གི་མགོ་ནས་ཚེ་འདི་ཕྱི་གཉིས་ལ་ཅིག་བདེ་བ་དང་སྐྱིད་པོ་སྒྲུབ་བྱེད་ཀྱི་ཐབས་ལམ་ཁྱད་པར་བ་ཅིག་ཡིན།

ཅིག་ཧི་མ་ལའི་མི་རིགས་མང་ཆེ་ཡི། ད་ཅིག་ཁོ་རང་སྔར་དང་པོ་ཟིན་ན་མི་འདུག་ཕ་མའི་དང་པོ་ནས་ཝི། གི་ཅིག་གི་ཆོས་ཀྱི་ཉམས་ལེན་དེ། ད་གཙོ་བོ་ད། འཛམ་གླིང་འདི་ཡི་ནང་ལ་སྤྱི་བཏང་གི། ད་ཆོས་ལུགས། མང་པོ་ཅིག་འོང་པའི་ནང་ནས། དེ་ནི་ནང་པ་སངས་རྒྱས་པའི་ཆོས་དེ་ཡིན་ངེས་ཡིན། ཡིན་ན་ཡང། འུ་ནང་པ་སངས་རྒྱས་པའི་ཆོས་ཡིན་ན་ཡང་ནང་པ་སངས་རྒྱས་པའི་ཆོས་ཟེར་མཁན་དེ་ད་ཅིག་ལ་དེ་ཙམ་ཅིག། འབྲེལ་བ་དང་དེ་ཙམ་གཅིག་གི་སློབ་སྦྱོང་དང་དོ་སྣང་མ་བྱས། འདི་གཙོ་བོ་ནི་གཅིག་དོ་སྣང་བྱེད་མཁན་དེ་ཡང་དག་གཙོ་བོའི་ཆོས་པ། དེ་ནི་བླ་མ་གྲྭ་བ་མདོ་ཙམ་མ་གཏོགས་གཞན་འཇིག་རྟེན་མི་བརྒྱ་སྟོང་ཆོས་ཀྱི་ཕྱོགས་ལ་འཇུ་བ་འཇུ་བ་དོ་སྣང་མ་སྤྲད་རྗེས་ནི་ལྷག་ལྷག་མ་གཏོགས་དོན་ལ་འོ་རང་སྟོད་ལས་ཀྱི་དག་ཅིག་ཆོས་བྱེད་མཁན་གྱི་བླ་མ་ཡིན་ན་ཡང་དག་ཆོས་བྱེད་མཁན་གྱི་གྲྭ་བ་ཅིག་ཡིན་ན་ཡང་དག་དེ་ཙམ་མ་སྲིད་པའི། ད་ཅིག་གིས་འཇིག་རྟེན་མི་ནག་ཅིག་ཡིན་ན་མི་སྐྱ་ཅིག་ཡིན་ན་ཡང་ད་ཅིག་ཆོས་འདི་ཤེས་དགོས་ཀྱི་དང་ཆོས་འདི་ནི་ཉམས་ལེན་གྱིས་ཀྱི་གལ་ཆེ་པོ་འཇོག་ཡིན། ད་གལ་ཆེ་པོ་ཡིན་པའི་རྒྱུ་མཚན་ཅི་ན་ཟེར་བྱུང་ལ། ད་སྤྱི་དང་འུ་མང་ཆེས་ཀྱི་བསམ་བློ་ལ་ཆོས་ཟེར་མཁན་དེ་དང་ཆོས་ཉམས་ལེན་གྱིས་ཀྱི་ཟེར་མཁན་དེ་ད་གཙོ་བོ་གྲྭ་བ་དང་བླ་མ

མ་ཡིན་པའི་རྒྱུ་མཚན་ཅི་ན་ཟེར་ཆོས་ཟེར་མཁན་དེ་ཡིས་ལ་འུ་གེ་ཞིག་ཡོང་ལ་འུ་ཡིས་གཅིག་གི་ཉིན་བ་གཅིག་གི་ནང་ལ་ད་ཆུ་ཚོད་ཉི་ཤུ་རྩེབ་ཤེས་འོག་མ་ནས་ཨ་ཆུ་ཚོད་ཉི་ཤུ་རྩེབ་ཤེས་ཡི་ནང་ལ་ད་འུ་མི་ཚེ་འདི་ལ་ད་གཅིག་གི་འཚོ་བ་ཟེར་ན་མི་འདུག་མི་ཚེ་སྐྱོང་གཅིག་ལ་གཅིག་གི་ཟས་ཟ་ཡི་དང་ཆུ་འཐུང་གཅིག་གོས་ལ་གོན་གཅིག་ད་འུ་གྲང་ད་ལྷུང་བུ་ཁྱབ་གྲང་མོ་བྱུང་པ་ཟེར་བྱུང་ལ་དེ་ནས་འུ་གོས་ལ་གོན་གཅིག་ཁང་པ་ནང་དོད་གཅིག། བྲོ་བ་ཏོ་རུས་ཁྱབ་པ་སོར་བྱུང་ལ་ཡུ་བ་ཟ་ཡི། སྐོམ་དྲི་ཁྱབ་པ་སོར་ཆུ་འཐུང་བྱི། སྟེང་བ་དང་མ་བྱེད་པ་སོར་བྱུང་ལ་དེ་ནི་ཏོ་རུས་འོ་ངན་གྲང་ངན་ནང་ཚང་སྐྱི་བུ་མེ་ར་མི་བདེ་བ་ཅིག་མེད་དེ། འོ་འདི་འདི། ཅིག་གི། དྲ་བ་ཅིག་ཡིན་ན་ཡང་འོ་ད་ཡིན་ངན་གླང་བ་ཅིག་ཡིན་ན་ཡང་འོ་དར་ཡིན་ངན། གླང་བ་ཕྱུག་པོ་ཅིག་ཡིན་ན་ཡང་འོ་ད་ཡིན་ངན་མི་རྒྱལ་པོ་ཅིག་ཡིན་ན་ཡང་འོ་ད་ཡིན་ངན་དམངས་ཕལ་པ་ཅིག་ཡིན་ན་ཡང་འོ་ད་ཡིན་ངན་མི་སྐྱ་བོ་ཅིག་ཡིན་ན་ཡང་འོ་འདི་ཏོ་ལེ་ཅིག་པ་མ་ནི།

མེད་ཡིན་པའི་རྒྱུ་མཚན་ཅི་ན་ཟེར་བྱུང་ལ་བདག་ཅག་གིས་དུས་ཚོད་ལ་བལྟ་བ་ན་འཛམ་གླིང་སྟོད་ལས་ཧ་ལམ། སྤྱི་མི་མང་གི་མང་གཅིག་སྟོད་ལས་བྱེད་ནུས་བ་ར་ལག་པའི་ནང་ལ་བཏགས་ཡོད་དགོངས་ལ། དེ་བདག་ཅག་གིས་དུས་ཚོད་ལ་བལྟ། འཛམ་བུ་གླིང་གི་ནང་ནས་མི་ཕྱུགས་ཤོ། Billionaire། Millionaire། ཟེར་མཁན་བྱུང་ལ་ད་ཕྱུགས་པའི་ནང་ནས་ཕྱུགས་པོ་སྟོད་ལས་ཡིན་དགོས་ལ། དགོན་སྤྱི་ལ་དུག་པོ་མེད་ར་ཡིན་ངན། བཟའ་ཡི་ལ་དུག་པོ་མེད་ར་ཡིན་ངན། དངུལ། དཔལ་འབྱོར་ལ་དུག་པོ་ཅི་གང་མེད་ར་གི་མི་འདོད་ལ། དེ་ནི་གཅིག། སེམས་ཀྱི་སྡུག་བསྔལ། སེམས་ཀྱི་ན་ཚ། སེམས་ཁྲལ། འཆི་འཕོ་འཇུག་འོང་ངེས་ཡིན། ལའོ་ཁེ་ཆུང་འུ་བསམ་ལ་མེད་དེ་ཟ་ཡུལ་འཐུང་ཆུ་གོན་གཅིག་དེ་ཚང་བ་ཟ་སྐྱིད་པོ་འཇུག་ཡོང་འགྲོ་བསམ་ལ་ཅིག་མེད་དེ་ཡོང་ནས་གནས་སྐབས་ཅིག་བསམ་བློ་གཏོང་རྒྱུ་བྱུང་ལ། ཡིན་ནའོ་ད་མ་ཡིན་པ། ཅིག་གིས་སེམས་ཀྱི་སྡུག་བསྔལ་སེམས་ཁྲལ་ན་ཚ་ཅིག་བྱུང་བ་ཟེར་དེ་ཟ་ཡུལ་ཁོན་ཆུ་དུང་གཅིག་ཙམ་འཐུང་གཅིག་ཙམ་བྱུང་ན་ཡང་འོ་དེ་གི་བེད་སྤྱོད་མེད་ར་བྱུང་ཆང་གིས་འདང་ཆགས་ཀྱི་གནས་གནས་ཚུལ་མང་པོ་ཅིག་གིས་ད་ཅིག་གིས་ཚན་རིག་གི་བླ་མི་ནས་ཡིན་ན་ཡང་འདྲ།

ཆོས་དགོས་མཁན་ཡིན། ཆོས་ཀྱི་འཕྲོད་བསྟེན་སེམས་ཀྱི་འཕྲོད་བསྟེན་འདི་ཆོས་ཡིན་གྱི་ད་འདང་འཇགས། ད་ཕྱིའི་འཕྲོད་བསྟེན་ལ་འདང་འཇགས་འུ་ཏོ་ལེ་ཧ་གོ་ཉིན་ཚན་རིག་པ་ཟེར་ན་ཅིག་མེད་དེ་སཱིན། Scientist། ཟེར་ན་མི་འདུག་ད་ལྟ་བི་གྱན། རྡོ་ཡར་རྒྱས་སོང་གྱི་ནི་གནམ་ལ་འཕུར་གྱི་ས་ལ་འགྲོ་ཡི་མི་གསོ་གྱི་གཏུབ་གྱི་གོན་གྱི་ད་ལས་ལྷག་རྒྱུ་མི་འཛག་དེ་འུ་དེ་སྤྱི་བཏང་གི་གནས་སྐབས་ལུས་ཀྱི་འཕྲོད་བསྟེན་ཙམ་ལ་མ་ནི་མེད་ཡིན། སེམས་ཀྱི་འཕྲོད་བསྟེན་ལ་ད་འདང་འཇགས་ཀྱི་ཚན་རིག་ཟེར་ན་མི་འདུག Scientist བི་གྱན་འདུག་ཡང། གིས་མི་གནོད་བ། སེམས་ཟད་མཁན་དེས་འུའི་མིག་གིས་མཐོང་བྱེད་དང་ལག་པ་འཇུ་བཟུང་བྱེད་དང་འོ་ད་འོ་གོ་ན་འུ་ཡང་ཅིག་གོས་ལ་འགེབ་བྱེད་འོ་གོ་ན་འུ་དེ་ལས་ཟ་སྟེར་བྱེད་འོ་དེ་མེད་ཡིན། སེམས་འདིས་ལག་པ་མཐོང་བྱེད་དང། རེག་བྱེད་མེད་པའི་རྒྱུ་མཚན་ལ་བལྟས་པ་ཟེར་བྱུང་ལ་དེ་ནི་ད་འུ་དེ་ལ་འཕྲོས་དོན་གྱིས་བྱེད་ལ་ཅིག་གོས་བྱེད་ན་ཟ་འུ་དེ་ལ་ཆོས་ལ་ཤོར་བའི་ངང་ད་ཆོས་ཀྱི། ཆོས་ཀྱི་བསླབ་བྱ་དེ་ཆོས་ཀྱི་འགྲོ་སྟངས་ཀྱི།

སེམས་ཀྱི་རིགས་ལ་བ་ད་གི་ཏཱི་དང་མཐོང་བྱེད་མེ་ཡི་འདུལ་ཁ་ལ་ཏཱི་བི་རྱང་འདོད་དེ་ད་དང་བྱ། དེ་ནི་ནང་པ་སངས་རྒྱས་པའི་ཆོས་དང། ཅིག་གི་བླང་བ་ཆོས་སྐུ་དང། ཅིག་ཁྱད་པར་དུ་གཡོ་བྱེད་ལ་གྲོས་བསྡུར་བྱེད་ཅིག་ནི་གྱི་ཅིག་དེ་གཙོ་བོ་དེ། ཅི་ན་ཟེར་བྱས་ན་ནང་བ་སངས་རྒྱས་པའི་འི་ནང་པའི་ཆོས་དེ་ལ་སེམས་ཀྱི་འགྲོ་སྟངས་ཀྱི་སྐོར་སེམས་ཇི་ནས་ཡོང་རུང་སེམས་ལ་ཀོནཏྲོལ་བྱེད་སྟངས་སེམས་དེ་དག་པོ་རྒྱག་སྟངས་ཀྱི་གནས་ཚུལ་མང་ཆེ་དེ་ད་ནི་ད་འི་ནང་པའི་ཆོས་ལ་བསླབ་བྱ་མང་པོ་རྒྱབ་རྒྱབ་འོང་ཡིན། ད་འོད་དེ་གི་སྟེང་ནས་སེམས་སྐྱིད་པོ་བཟོ་ཡི། དེ། ད་ཆོས་ལོག་ནས་འགྲོ་འང་བྱུང་སང། འོད་དེ་བྱུང་པ་ད་བ་རང་བསམ་བློ་གཏོང་རྒྱུ་འབྱུང་ལགས། ད་ཆོས་ཟེར་མཁན་དེ་འཇིག་མི་འཇིག། བྱིས་ན་གོས་ཆེ་ད། ཆོས་ཟེར་མཁན་དེ། སེམས། བདེ་སྐྱིད། སེམས་སྐྱིད་པོ་བཟོ་འང། སེམས། ཞི་བདེ། ལྷིང་འཇགས། བདེ་བ། སྐྱིད་པོ། ཚེ་འདི་ལ་འཛོལ་བ་ཙམ་མ་ཡིན་པ། ཚེ་འདི་ཡི་སྟེང་ནས། དེ་ནི་ཚེ་ཕྱི་མ་ལ་ད་སྐྱེ་བ། ཨ། ཅིག next། ནས་ལབ་ཟེར་ན་མི་འདོད་ད་ནི་ཅིག། སྐྱེ་བ་ཕྱི་མ་ལ་ཡང་དེ་ནི་ཅིག་བདེ་བ་ནི་བདེ་བ། དེ་ནི་ཅིག་མཐར་ཐུག་སངས་རྒྱས་ཀྱི་གོ་འཕང་ཐོབ་ཐུབ་བྱེད་ཀྱི་ལམ་དེ་རང་གི་སེམས་དེ་ལ་བརྟེན་ནས་ཉམས་ལེན་བྱེད་ལ་དེ་བྱུང་བྱུང། དེ་ཡིན་དུས་སྐབས་སུ་ད་བ་ན་ད་ཅིག་ཆོས་པ་ཅིག་ཡིན་ན་ཡང་འདྲ་འཇིག་རྟེན་མི་སྐྱ་ཅིག་ཡིན་ན་ཡང་འདྲ་ད་དེ་བུ་སྐྱེས་བུ། ཚེ་འདི་ལས་མི་ཚེ་དེ་བུ་སྐྱེས་བུ་ཆ་ཚང་ལའོ་ཅིག་གི་གོས་ཟེར་ལ་ཅིག་གོས་ས་དོ་ད་ངས་ད་ལ་གནས་གནས་ཅོག་ལ། ཁྱོད་དཔལ་འབྱོར་འགའ་ཡང། སྟོད་ལས་ཀྱི་ཆ་ཚང་གཅིག་མན་ཡིན། དེ་ཡིན་འདི་ག་ལ་སེམས། ཞི་བདེ་བག་ཕེབས་ཀྱི་རྗེས་ལ་ཆོས་གོས་འོན་བྱུང། དེ་ཡིན་འདི་ག་ཆོས་འདི་དག། བླང་བྱ་བ་གཅིག་པུ་གཅིག་བྱས་ན་ཕན་ཐོགས་ས་འདོད། འོ་དེ་འཇིག་རྟེན་མི་རྒྱ་མི་རྒྱ། དང་གཅིག་ཕོ་མོ་མདོག་གཅིག་སྐྱིད་པོ་དེའུ་མི་གོས་ཏེ་མི་གོས་པ་ཟེར་བྱུང་ལ་སྐད་ཆ་གོ་ཟུར་ཡིན་བྱུང་གོས་བྱུང་ལ་དེ་ནི་ཆོས་གོས་གཅིག་དེ་གལ་ཆེན་པོ་འཇིག་འོས་ཡིན།

རྟགས་ཁོ་ཤི་ནས་ཁོ་རང་ཧ་གོ་ཨང་ཡིན་ཅི་ན་སོ་ནོ། འོ་དི་མིན་འདོག་ལ་དངུལ་ལོག་གིན་ཟ་ཡོ་གིན་འཐུང་ཆུ་ཡོག་གིན་དག་དང་འོ་དི་འོ་གི་དང་དང་ཡོག་གིན་དག་ན་ཡང་དུ་རུང་ཁོ་ལ་སྐྱིད་པོ་མ་བྱུང། སྐྱིད་པོ་མ་བྱུང་པ་ཟེར་བྱུང་ལ་ད་ཅིག་གིས་ད་སྐྱིད་པོ་འོང་ཟེར་སེམས་སྐྱིད་པོ་ཁྱི་ལ་ཅི་དགོས་ཟེར་ད་ཟེར་དེང་ཁོ་གིས་འོ་ད་ནང་པ་སངས་རྒྱས་པའི་ཆོས་འདི་སེམས་སྐྱིད་པོ་བཟོས་འདུག་སེམས་ཧ་གོ་བ་དེ་འདང་ཅང་མང་བྱས་ཁྱི་རྒན་མི་མང་ཆེ་ཅིག་དཔེ་དེ་ཅིག་སྦྱིན་བདག་ཅོང་ཁྱི་རྒན་མང་བྱས་དེ་ཅི་ན་སོ་ལ་ཁོ་ལ།

བྱས་བཞིན་ནི། ཁྱེད་སྐྱ་བོ་འདུག་དེ་ནི་ཅིག་ཆོས་མེད་ལ་ད་མི་སྐྱེ་མེད་དེ་འོ་དེ་མ་སྐྱེས་ཟེར་ན་ད་ཆོས་ཅིག་ཅིག་སྦྱོང་གོས་ཅིག་ཆོས་ཅིག་ཤེས་གོས་ཅིག་ཆོས་སྦྱོང་གོས་ཅིག་དང་ཤེས་གོས་ཅིག་འདི་ཚེ་ཕྱི་མ་གཅིག་པུ་གྱི་ཆེད་དུ་མ་ཡིན་པ། ཚེ་འདི་ལ་ཡང་ཆོས་ཤེས་ཉམས་ལེན་ཤེས་མཁན་མི་འདི་ཅིག་ཁོ་རང་ཞི་བདེ་བག་ཕེབས་སེམས་སྐྱིད་པོ།

ཆོས་སྐུ་ལ་ཡིད་འབྱུང་བྱེད་དེ་གལ་ཆེན་པོ་རྒྱུ་ཡིན། དེ་ནི་ནི་སྤྱི་བཏང་གི་ངས་འདི་དང་ལ་མང་པོ་ཞིག་བཟོས་ན་ཏེ་འུ་ནང་པ་སངས་རྒྱས་པའི་ཆོས་ཟེར་མཁན་དེ་གཅིག་གིས་བདག་ཅག་འཛམ་བུ་གླིང་གི་ས་ཡི་སྟེང་ན་ད་ཆོས་ལུགས་མང་པོ་སྦྱོང་དགོས་ཅིང་ཡེ་ཤུ་ཟེར་མཁན་དང་ཁ་ཆེ་ཟེར་མཁན་དང་ཇིའུ་ཟེར་མཁན་དང་ད་མང་པོ་སྦྱོང་ཅིང་འུ་དེ་གི་ཆོས་དང་ཨེ་ཅིག་གི་འདྲ་ཡི་མ་མི་འདྲ་བའི་རྒྱུ་མཚན་ཅི་ན་ཟེར་འུ་ནང་ཅག་གི་ནང་པ་སངས་རྒྱས་པའི་ཆོས་བུ་ད་དར་མ་ཟེར་གཅིག་མི་འདྲ་བ་ན་འུ་དེ་ཆོས་དེ།

ན་དབུས་ནང་པའི་ཆོས་ཟེར་མཁན་དེ་ལ་སློབ་སྦྱོང་གིས་ཀྱང་ཡོང་བྱེད་ཡིན་དབུས་ནང་པའི་ཆོས་དེ་ལ་ཞིབ་འཇུག་ཞིབ་འཇུག་གིས་ཀྱང་ཡོང་བྱེད་ཡིན Vigyan ད་དང་ཅག་ཡིན Science མི་ཟེར་ཏེ Scientist མི་ཟེར་ཏེ Vigyan མི་ཟེར་ཏེ་འུ་ཅོང་ལགས་དབུས་ནང་པའི་ཆོས་དེ་ལ་སློབ་སྦྱོང་བྱེད་སློབ་སྦྱོང་བྱེད་པ་ཙམ་དུ་མ་ཟད་པ་དེ་ལ་ཞིབ་འཇུག་བྱེད་དཔྱད་པ་བྱེད་བརྟག་དཔྱད་བྱེད་འོ་གིས་ཀྱང་ཡོང་བྱེད་ཡིན་སངས་རྒྱས་བཅོམ་ལྡན་འདས་ཁོ་རང་གིས་གསུངས་སང་ཡིན་ཅི་ན་ཟེར་ཅོང་ལགས་སངས་རྒྱས་བཅོམ་ལྡན་འདས་ཁོང་གིས་ཞལ་ནས་ཅི་གསུངས་ན་ཟེར།

སློབ་སྦྱོང་བྱས་བ་ཙམ་མ་ཡིན་པ་འདི་ཆགས་ཚ་ལོག་ཙམ་གྱི་མགོ་ལ་མ་སྤོ་ར་སློབ་སྦྱོང་བྱས་བརྟག་དཔྱད་བཏང་བསམ་བློ་བཏང་ལའོ་ཡིན་ནོ་སྨད་ཡོད་ན་རིག་པས་དཔྱད་པ་བྱས་གཞི་ནས་ཨོ་ད་འདི་སྐྱོན་མེད་ར་ནོར་འཁྲུལ་མེད་ལ་རིག་པ་བཏང་ན་བཏང་གཏོང་བྱེད་འོ་གན་བསམ་བློ་བཏང་ན་གཏོང་བྱེད་འོ་གན་དེ་ནི་གཅིག་གི་ཨ་དེ་ནི་གཅིག།

དེ་ག་ཁོ་རང་གི་རང་བཞིན་ངོ་ཐོག་ཏུ་ངོ་འཕྲོ་ཧ་གོ་བའི་ཧ་གོ་བཞིན་དེ་ནི་གཞི་ནས་སངས་རྒྱས་ཀྱི་རང་བཞིན་ཟེར་ན་མི་འདུག་དེ་ནི་གཅིག་སངས་རྒྱས་ཟེར་ན་མི་འདུག་རྟག་ཏུ་བགྲང་ཡས་ངན་འོད་ལྡན་པའི་རྒྱུ་མཚན་གྱིས་ད་བདག་ཅག་མང་ཆས་ཀྱིས་འོད་སྣང་པའི་ཆོས་དེ་སྤྱི་བཏང་གི་ཆོས་ནམ་རྒྱུན་དང་འདྲ་ཡི་མ་ཟེར་བའི་རྒྱུ་མཚན་གཅིག་འོད་དེ་ཨིན་ཅི་ན་ཟེར་བྱུང་ལ the science of mind ཟེར་འདི་འཇིག་གི་ལས་སེམས་ཟེར་དེ་ཅི་ན་ཟེར་སེམས་ཀྱི་ཚན་རིག།

བདག་ཅག་གི་འབིགས་ཀྱང་འདི་ཕུན་ཁུག་གི་འབིགས་ཀྱང་ཡན་ཅིག་ཨེ་མལ་དང་ཅིག་གནམ་ལ་འཕུར་གྱི་སྦོམ་མཛོད་ཡི། འཛམ་གླིང་ནི་གཏོར་བཤུགས་གཏོང་གི་དང་ཚར་གསུར་བཏགས་ཅིག་མེ་དྲེལ་དང་མང་པོ་གྱི་མི་མཛའ་དེ་ཚན་རིག་གི་འུའི་ཆོས་འདི་སེམས་ལ་བ་བཟང་ཡིན་སེམས་ཀྱི་ཚན་རིག the science of mind སེམས་དེ་ཡིན། ནམ་རྒྱུན་དེ་མ་ཡིན་པའི་ད་ས་སྟེང་འཛམ་གླིང་ནང་ལ་ཅིག་གི་ཆོས་ལུགས་གཞན་མི་འདེད་ད་དཔེར་ན་ད་ནི་ཡེ་ཤུ་ཟེར་མཁན་དང་ཧིན་དུ་ཟེར་མཁན་དང་ད་ཁ་ཆེ་ཟེར་མཁན་མང་པོ་ཏོ་ལེའོ་དིད་ཀྱི་ཆོས་དེ་ཅི་ན་ཟེར་ན་བཀའ་བཙན་པོ་ཡིན་ད་དེ། གཅིག་གཅིག་གསར་འགྱུར་རོ་ད་གཅིག། འདི་ཆོས་འདི་ལྷ་ཡི་གསུང་བཟང་ཡིན། ལྷ་ཡི་གསུང་བཟང་གྱི་བཀའ་འདི། འུ་ཡིས་མ་བྱས་པར་ས་སྦྱོང་འུ་སྦྱོང་ལ་མ་བྱས་པར་ས་སྦྱོང་ལྷ་ཡིས་འུ་ལ་འདི་ནི་ཁྲིམས་དང་རྗེ་འབྲེལ་རེ་རེ་ལ་མ་དམྱལ་བ་ལ་ཁྲི་སྒྲོན་ཡིན་རེ་རེ་ལ་དུག་པོ་སྟེར་སྦྱིན་ཡིན་འདི་ནི་ལྷ་ལ་དེ་ཕྱག་འཚལ་གོས་སྦྱིན་ཡིན་ལྷ་ལ་མཆོད་པ་འབུལ་གོས་སྦྱིན་ཡིན་ལྷ་ལ་མཆོད་པ་མ་འབུལ་བར་ལྷ་ཁྲོས་སྦྱིན་ལྷ་ཁྲོས་པར་ཟེར་སྦྱོང་འདི་ནི་འུ་འདི་ནི་སྐྱིད་པོ་མེད་ར་མཛོད་ཡིན་གཟན་ཅིག་ད་གཅིག།

ལ་བསམ་བློ་གཏོང་ན་ལ་བ་འོང་ཅིང་དཔེར་ན་འུ་མི་ཚེ་གཅིག་འཚོ་གོལ་ཆིལ་ཏེ་འུ་དང་སྐྱིད་པོ་གྱིས་གོལ་གྱིས་ཅིག་ལ་ཅིག་གིས་ནོར་ལོངས་སྤྱོད་དཔལ་འབྱོར་མི་གོལ་ཏེ་འུ་འདི་སྦྱོང་ལ། ཚེ་འདི་ལ་སེམས་སྐྱིད་པོ་དང་དེ་འུ་ལྷོད་པོ་ལ་འུ་ཅིག་གྱིས་གོལ་ཆ་ཚང་བ་ཅིག་དེ་བར་གྱིས་འབྱུང་གོལ་ཅིག་ལ་ནི་སེམས་སྐྱིད་པོ་ཞིག་གོ་གོལ་འབྱུང་སེམས་སྐྱིད་པོ་གྱིས་གོལ་ཅིག་ལ་འདང་ཆ་གི་སྨན་མཛད་ཅིང་སེམས་སྐྱིད་པོ་འོང་ཅིག་མ་ང་ཡིན་ཡུལ་བ་མཛད་ཅིང་ཡོང་རྒྱུ་མ་ངེས། སྐྱེས་བུ་གཅིག་གོས་ལྭ་ཁོ་ན་ཡང་འོང་རྒྱུ་མ་ངེས་ཏེ་གནས་སྐབས་ཀྱི་ལུས་ལ་དལ་བ་དང་ཁ་ལ་ཅིག་ལྕེ་ལ་རོ་ཞིམ་པོ་ཙམ་གྱི་འབྱོར་མཁན་མ་གཏོགས་སེམས་ངོ་ཐོག་སྐྱེས་བུ་དུ་མས་བྱུང་རྟ་བོ་དེ་སེམས་སྐྱིད་པོ་ལ་འུག་གི་གོས་ཀྱི་ལ་ནང་པ་སངས་རྒྱས་པའི་ཆོས་དང་བུ་ད་དར་མ་ཟེར་མཁན་དེ་ཤེས་གོས་ཀྱི་འུ་དེ་ཤེས་པར་ཟེར་བྱུང་ལ་འུ་དེ་ནང་ལ་སེམས་ཀྱི་འགྲོ་སྟངས་དང་སེམས་ཀྱི་བཟོ་བདག་བཟོ་སྟངས་སེམས་དེ་སྐྱིད་པོ་བྱེད་ནི་ཁྱོད་འུ་དེ་ཀྱི་ཉམས་ལེན་མང་པོ་ཅི་འོག་ཡིན་ངེས་འོ་དེ་ནི་ཆོས་ཤེས་པར་ཟེར་བྱུང་ལ་ནང་གི་སེམས་སྐྱིད་པོ།

ཅིག། མི་སྐྱ་ཕོ་མོ་ཇི་ནས་ཡིན་ན་ཡང། ཆོས་ལ་ཨེ་ཅིའི་བསམ་བློ་བཏང་ཅིང་ཆོས་བགྱིད་ཅིག་དང་ཆོས་སྒྲུབ་ཅིག་གི་བསམ་བློ་གཏོང་དགོས་ཅིག་དེ་ནི། ད་ཅིག་ཡང་མི་ཚེ་ནང་གི་ནང་ནས་ཆ་རྐྱེན་ཟེར་ན་མི་འདུག་མི་ཚེ་ནང་གི་ཉམས་ལེན་ཟེར་ན་མི་འདུག་མི་ཚེ་ནང་ལ་ད་དེ་འོས་དུ་སྐྱིད་པོ་ཆ་ཚང་བ་བགྱིད་ཅིག་གི་ལམ་ཅིག་ཡིན་ངེས་བྱུང། དེ་འོས་དེ་ཡིན་པའི་རྒྱུ་མཚན་གྱིས་དེ་ནི་ཅིག་གི་བསམ་བློ་བ་ད་ཅིག་འཁོར་དགོས་ཅིག་དེ་དགེ་བཅུ་འབྱོར་བ་ཡིན་བསམ་བློ་ཡིན། དེ་ནི་དེ་རིང་བ་ཙམ་མིན་ཐུགས་རྗེ་ཆེ།